ཕ་མའི་དཔེ་ཀློག་ནི་བུ་ཕྲུག་གི་ལེགས་སྒྲུབ་ཀྱི་རྨང་གཞི་ཡིན་ལ། དགེ་རྒན་གྱི་དཔེ་ཀློག་ནི་སློབ་མའི་ལེགས་སྒྲུབ་ཀྱི་རྩ་བ་ཡིན། ཆུང་དུས་ཀྱི་དཔེ་ཀློག་ནི་རྒྱས་སྤྲོས་ཀྱི་ལེགས་སྒྲུབ་ཡིན་ཞིང། མང་ཚོགས་ཀྱི་དཔེ་ཀློག་ནི་སྤྱི་ཚོགས་འཕེལ་རྒྱས་ཀྱི་མཐུན་རྐྱེན་ཡིན་པས། ང་ཚོ་ཚང་མས་དཔེ་ཀློག་ལ་མཐོང་ཆེན་བྱ་དགོས་ཤིང་དཔེ་ཀློག་གི་ལས་ལ་བརྩོན་དགོས། ཐེངས་འདིའི་སྡེ་ཚན་ནང་དུ་དཔེ་ཀློག་ལམ་སྟོན་སྒྲོན་མེའི་ལེའུ་གཉིས་པ་དཔེ་ཀློག་གི་གཏམ་རྒྱུད་ནི་ལེགས་སྒྲུབ་ཀྱི་ཟིན་ཐོ་ཡིན་ཞེས་པ། སྟོན་རྒྱུ་ཡིན་པས་ལན་རྒྱས་ནས་ཀྱི་གཟིགས་ཡོད་པ་ཞུ། ཐུབ་བསྟན་ཕུན་ཚོགས་སམ་ཁྲི་རྡོ་རི་ལགས་ནི་རྒྱལ་ཁབ་རིམ་པའི་ཁྱིམ་ཚང་སློབ་གསོའི་འཛུགས་སྐྲུན་དགེ་རྒན་ཡིན་ལ་བོད་རང་སྐྱོང་ལྗོངས་བུད་མེད་མཉམ་འབྲེལ་ལྷན་ཚོགས་ཀྱི་གདན་ཞུའི་དགེ་རྒན་དང། བོད་ལྗོངས་དཔེ་མཛོད་ཁང་གི་དཔེ་ཀློག་ཁྱབ་གདལ་མི་སྣ་བཅས་ཀྱི་ལས་འགན་བཞེས་བཞིན་ཡོད། ཁོང་གིས་བོད་ཀྱི་ཁྱིམ་ཚང་སློབ་གསོ་དང་སེམས་ཁམས་བདེ་ཐང། ཚོང་ལས་བཅས་ཀྱི་ཐད་ཉམས་ཞིབ་ཀྱི་ཕྱག་ལས་གནང་མུས་ཡིན་པ་མ་ཟད། བོད་རང་སྐྱོང་ལྗོངས་བུད་མེད་མཉམ་འབྲེལ་ལྷན་ཚོགས་དང། ལྷ་སའི་ཁྲིམས་ཁང་རང་སྐྱོང་ལྗོངས་དང་ལྷ་ས་གྲོང་ཁྱེར་གྱི་སློབ་གྲྭ་ཁག་གི་གདན་ཞུས་ལྟར་སློབ་གྲྭ་ཁག་དང་བཙོན་ཁང། སྡེ་ཁུལ་སོགས་ལ་སློབ་གསོ་དང་སེམས་ཁམས་བདེ་ཐང་འཕྲོད་བསྟེན་བཅས་ཀྱི་ཤེས་བྱའི་འཆད་ཁྲིད་ཐེངས་དྲུག་ཅུ་ལྷག་སྤེལ་བར་དགའ་བསུ་དང་བསྔགས་བརྗོད་ཆེན་པོ་ཐོབ་ཡོད།
ད་ངས་དེ་རིང། དཔེ་ཀློག་སྐོར་གྱི་བརྗོད་གཞི་གཉིས་པ་དེ་མ་ཞུ་གི་ཡིན། ད་དཔེ་ཀློག་སྐོར་གྱི་བརྗོད་གཞི་གཉིས་པ་འདིས། དཔེ་ཀློག་ནི་ལེགས་གྲུབ་ཀྱི་ཟིན་ཐོ་ཡིན་ཟེར་དེ་འདྲས་ཅིག་མ་ནང་སྟོན་གྱི་ཡོད། ད་འདི་གཙོ་བོ་ག་རེ་ཡིན་ཞུས་པ་ཡིན་ན། ང་ནག་སུ་མཁས་པའི་ཁྲོད་ལ་ཡིན་པ་ཡིན་ནའི་རེད། སྤྱི་ཚོགས་ཀྱི་ཁྲོད་ལ་ཡིན་པ་ཡིན་ནའི་རེད། ད་ག་ནང་བཞིན་ཁྱིམ་ཚང་གི་ཁྲོད་ལ་ཡིན་པ་ཡིན་ནའི་རེད། མདོར་བསྡུས་ན། ཚོགས་པ་དང་རྒྱལ་རབས་ག་འདྲས་ཅིག་ཡིན་པ་ཡིན་ནའི་ལས་ཁྱེད་རང་ལ་དཔེ་ཀློག་གི་གཏམ་རྒྱུད་ཡོད་པ་ཡིན་ན་ཁྱེད་རང་གི་ལེགས་གྲུབ་ཀྱི་ཟིན་ཐོ་བཀོད་ཐུབ་པ་དང་གཅིག་པ་རེད་བྱས་བྱས་དང་རྒྱུ་དང་འབྲས་བུའི་རྣམ་བཞག་མ་འཆོལ་བ་དེ་འདྲས་ཅིག་གི་སྟེང་ནས་མ་ཞུ་གི་ཡིན། དཔེར་ན་ང་ནག་ཆུའི་ད་སློབ་མ་ཞིག་ཡིན་པའི་དབང་དུ་བཏང་ར། ཁོ་རང་ཆུང་ཆུང་ཁུ་དུས་ནས་སོ་སོ་ལ་དཔེ་ཀློག་གི་གོམས་གཤིས་ཡག་པོ་ཡོད་པ་དཔེ་ཀློག་ལ་བརྟེན་ནས་ཤེས་རབ་རྩལ་ཡར་གྱི་དམིགས་ཡུལ་གསལ་པོ་ཡོད་པ། དེ་འབྲེལ་གྱི་གཏམ་རྒྱུད་ཡོད་པ་ཡིན་ན་ད། སློབ་མ་དེ་ག་རེ་བྱེད་གི་རེད་ལབ་སོང་ན་མ་འོངས་པ་ན་ཁོ་རང་ལ་ལེགས་གྲུབ་ཀྱི་ལམ་ཀ་ཡོད་པ་བྱེད། ལེགས་གྲུབ་ཀྱི་གཏམ་བཟང་ཡོད་པ་བྱེད་དེ་འདྲས་ཆགས་ཐུབ་ཀི་རེད་ཟེར་ད་གོ་དོན་མཛོ་དེ་ཡིན་དེ་ཡིན་དེ་དུས་དཔེ་ཀློག་གི་གཏམ་རྒྱུད་ནི་ལེགས་གྲུབ་ཀྱི་ཟེར་མདོ་ཡིན་ཟེར་བྱས་དེ་འདྲས་ཅིག་ཞུས་ཡོད། གཅིག་བདེན། གཉིས་པ་དེ་ད་ང་ནག་ཚོས་ཐུགས་བསམ་བཞེས་དགོས་འདུག་ང་ནག་ཚོས་མཐོང་རྒྱ་ཆེར་བསྐྱེད་ཀྱི་ཐོག་ནས་རྦད་པའི་དུས་ཚོད་ཀྱི་ནང་ལོགས་ལ་ཨ་ནི་ང་ནག་ཚོས་མི་རིགས་གཅིག་ཡིན་པ་ལ་ཆ་བཞག་ན་དེའི་ནང་ལོགས་ལ་ཅིག་དཔེ་ཀློག་ལ་གལ་ཆེན་པོ་ག་ཚོད་འཛིན་གྱི་ཡོད་པ་ད་ག་ནང་བཞིན་ཤེས་ཡོན་ལ་རིན་ཐང་ཆེན་པོ་ག་ཚོད་བརྩི་གི་ཡོད་པ་ཤེས་ཡོན་ཅན་གྱི་མི་སྣ་ལ་གུས་བཀུར་ག་ཚོད་བྱེད་ཀྱི་ཡོད་པ་དེའི་ཚོད་ཀྱིས་མི་རིགས་འདི་སྔོན་ཐོན་ལ་ཚུད་ཡག་ལ་ཐག་ཉེ་བ། དེའི་ཚོད་ཀྱིས་མི་རིགས་གཞན་གྱི་མི་མང་དེ་གའི་གནས་ཚད་མཐོ་བ་ཆགས་ཀྱི་ཡོད་པ་འདི་ད་ང་ན་ཚོས་འདས་པའི་ལོ་རྒྱུས་ནང་ནས་ཤེས་ཐུབ་ཀྱི་རེད། དེང་གི་ཆ་ལ་ཡིན་པ་ཆ་བཞག་ནས་ང་ན་ཚོས་ད་འཛམ་གླིང་གི་མངོན་འདོད་ཀྱི་རྒྱལ་ཁབ་མང་པོའི་ནང་ལོ་ལ་ད་གཅིག་ཚན་རྩལ་མངོན་འདོད་ལ་སླེབས་བསྡད་ཡོད་རེད། འཕྲོད་བསྟེན་མངོན་འདོད་ལ་སླེབས་བསྡད་ཡོད་རེད། སློབ་གསོ་མངོན་འདོད་ལ་སླེབས་བསྡད་ཡོད་རེད། དཔལ་འབྱོར་མངོན་འདོད་ལ་སླེབས་བསྡད་ཡོད་རེད། དེ་ཚོ་ཚང་མའི་མངོན་འདོད་འདི་གའི་ཚང་མ་ལོ། གཙོ་བོ་འབྱུང་སའི་གི་ད་མདོར་བསྡུས་ན་རྩ་བ་འདྲ་པོ་དེ་མ་འཚལ་བ་ཡིན་ན། དཔེ་ཀློག་ལ་བརྟེན་ནས་རྙེད་པ་དེ་འདྲ་ཅིག་བྱེད་དགོས་པ་རེད། ག་རེ་རེད་ལབ་གསུངས་ན་དཔེ་ཀློག་ལ་བརྟེན་ཆེད་བསམ་གཞིག་བྱེད་ཐུབ་དགོས་པ་རེད་དོགས་པ་ལངས་ཐུབ་དགོས་པ་རེད། འདས་པའི་ལོ་རྒྱུས་ལ་ཕྱིར་ལྡོག་བྱེད་ཐུབ་དགོས་པ་རེད་མ་འོངས་པ་ལ་སྔོན་དཔག་བྱས་ཆེད་གྲ་སྒྲིག་བྱེད་ཐུབ་དགོས་པ་རེད། དེ་འདྲ་ཡིན་པ་ཡིན་ཙང་མང་ཚོགས་བྱིངས་ཀྱི་ཇི་ཙམ་གྱིས་དཔེ་ཀློག་གི་འདུ་ཤེས་དེ་ཤུགས་ཆེ་རུ་ཕྱིན་པ་ཡིན་ན་དེའི་ཚོད་ཀྱིས་བསམ་བློ་གསར་པ་དང་ཐག་ཉེ་རུ་ཕྱིན་རུང། རྒྱུ་འདི་བྱུང་བ་ཡིན་ན་འབྲས་བུ་དེ་འདྲས་ཅིག་ཡོང་གི་འདུག་བསམ་པའི་རྒྱུ་འབྲས་ཀྱི་གོ་རིམ་དེ་ཡང་གསལ་པོ་ངེས་ཡག་དང་ཐག་ཉེ་རུ་ཕྱིན་རྗེས་གང་ལྟར་ཀྱང། དཔེ་ཀློག་ལ་འཇུག་པ་དེས་སོ་སོ་ལ། ཐོབ་བྱ་གསར་པ་ཕྱི་མ་དུ་གྱོང་གྱི་རྩ་བ་ཉིད་ལ་བཏང་གི་ཡོང་བ་རེད་དེ་འདྲ་ཡིན་པ་སོང་ཙང་ཡང་ངས་ད་ལྟ། དཔེ་ཀློག་གི་གཏམ་རྒྱུད་ནི་ལེགས་གྲུབ་ཀྱི་ཟིན་ཐོ་ཡིན་གསལ་དེ་འདྲས་ཅིག་རེད། གཉིས་པ་ཏིང་ངང་ན་ཚོད་ལྟ། གཅིག། སོ་སོའི་མེས་པོ་ལ་ཡང་བསམ་བློ་བཏང་ཆེད། མཁས་དབང་མང་པོ་ཞི་བོ་གཅིག་ལོ་ཙཱ་བ་མང་པོ་ཞི་བོ་གཅིག། རྩོམ་པ་པོ་མང་པོ་ཞི་བོ་གཅིག། ད་ག་ནང་བཞིན་རིག་པའི་གནས་བཅུ་ཡོད་པའི་ནང་ནས་རིག་པའི་གནས་རེ་རེ་རེ་རེ་ལ་ཤིན་ཏུ་བྱང་ཆུབ་པ་དཀོན་དཀྱིལ་ལྟ་བུ་ཡིན་བསྡད་པའི་མཁས་པ་མང་པོ་ཞི་བོ་གཅིག་བྱུང་ཡོད་པ་འདི་གས་ལན་ང་ནག་ཚོ་ཐུགས་སུ་བསམ་བློ་བཏང་པ་ཡིན་ན་ཁོང་རྣམ་པ་ཡང་དེ་འདྲས་ཀྱི་བྱང་ཆུབ་པ་དེ་ག་འདྲས་ཆགས་པ་རེད་ལབ་ཡོང་དུས་ཡང། ཆེད་ལས་དེ་དང་དེ་དཔེ་ཀློག་གི་ཐབས་རྩལ་ལ་བརྟེན་ནས་མཁས་པ་ཆགས་བསྡད་པ། འོ་དེ་འདྲས་ཀྱི་གཏམ་རྒྱུད་ཡོད་རེད་དེ་ཡིན་དེ་དུས་དེ་ཡང་ག་རེ་རེད་ལབ་སོང་ན་དཔེ་ཀློག་གི་གཏམ་རྒྱུད་ཟེར་དེ་ལེགས་གྲུབ་ཀྱི་ཟེར་མདོ་རེད་ཡོད་སྲིད་དེ་གཅིག་རེད་ད་དེ་ནས་ང་ནག་ཚོས་ཡང། དེང་རབས་ཀྱི་ཆ་ནས་ཞུས་པ་ཡིན་ན་གཅིག། སྤྱི་ཚོགས་རེ་རེ་རེ་རེ་མི་རིགས་རེ་རེ་རེ་རེ་རྒྱལ་ཁབ་རེ་རེ་རེ་རེ་གྱི་ནང་ལོགས་ལ་ད་གསར་གཏོད་བྱེད་ཐུབ་པ་གསོ་རིག་གི་ཕྱོགས་ནས། སློབ་གསོའི་ཕྱོགས་ནས་གསར་གཏོད་བྱེད་ཐུབ་པ། ཚན་རྩལ་གྱི་ཆ་ནས་གསར་གཏོད་བྱེད་ཐུབ་པ། བཟོ་ལས་ཀྱི་ཆ་ནས་གསར་གཏོད་བྱེད་ཐུབ་པ། ཚོང་ལས་ཀྱི་ཆ་ནས་གསར་གཏོད་བྱེད་ཐུབ་པ། ཡང་གཅིག། མི་སྒེར་གཅིག་དང་ཁྱིམ་ཚང་གཅིག་སྤྱི་ཚོགས་ཧྲིལ་པོའི་བདེ་སྐྱིད་ཀྱི་སྒྲིག་གཞིའི་ཐད་ནས་གསར་གཏོད་བྱེད་ཐུབ་པའི་རླབས་ཆེན་གྱི་སྐྱེས་བུ་རེ་རེ་རེ་རེ་བྱུང་གི་ཡོད་པ་ཡིན་ན། འདི་གས་ཡང་གཙོ་བོ་ང་ནག་ཚོས་ཁོ་རང་གི་ལོ་རྒྱུས་ལ་ཕྱིར་ལྟ་བྱས་ཡོང་དུས་ཐུན་མོང་གི་ལང་ཀ་གཅིག་ག་རེ་ཡོད་རེད་ཞུས་པ་ཡིན་ན་གང་གས་བྱས་པ་དེ་དཔེ་ཀློག་གསལ་དེ་བྱེད་དགོས་བ་རེད། ད་དེའི་ནང་ལོགས་ནས་ངས་ཨང་དང་པོ་དེ་དེ་ཞུས་ཡོད། དགེ་རྒན་གྱི་དཔེ་ཀློག་ནི་སློབ་མའི་ལེགས་གྲུབ་ཡིན་ཞེས་བྱས། གཅིག་བྱས་ན་དགེ་རྒན་གྱིས་དཔེ་ཀློག་བྱས་བྱས་སློབ་མ་ཤེས་ཡོན་ཆོག་པོ་ཆགས་ཀྱི་རེད་ལབ་ན། རྒྱུ་འབྲས་འཁྲུལ་པའི་བཟོ་བཅོས་ཡོད་རེད། སྦྱང་ཡག་དགེ་རྒན་གྱིས་སྦྱངས་པ་རེད་འཕེལ་རྒྱས་སློབ་མ་ཕྱིན་པ་རེད་ཟེར་ན་ཧོབ་ཏུ་བལྟས་ན་དེ་གཉིས་ལ་འབྲེལ་བ་མེད་པའི་བཟོ་བཅོས་ཡོད་རེད་དོན་དངོས་ཐོག་ལ་དེ་འདྲའི་རྩ་བ་ཉིད་ནས་མ་རེད། དགེ་རྒན་དང་སློབ་མ་གཉིས་ཀྱི་འབྲེལ་བ་དེ་ཡག་ཉེས་ག་རེ་རེད་ལབ་སོང་ན། ཤེས་སྒོ་དང་ཤེས་སྒོ་ལ་བལྟ་ཡག་གི་གདོང་པ་ནང་བཞིན་གྱི་འབྲེལ་བ་དེ་ཆགས་དགོས་བ་རེད། ཤེལ་བུ་དེ་ག་རེ་ལབ་ཟེར་ན་སློབ་མ་དེ་རེད་དེ་ལ་ཤར་དེའི་གདོང་པ་དེ་ག་རེ་ལབ་ཟེར་ན་དགེ་རྒན་དེ་རེད། དགེ་རྒན་དེ་ལ་མིག་གཉིས་ཡོད་པ་ཡིན་ན་དེ་ཤེལ་བུ་ནང་ལ་ཤར་དུས་བའི་མིག་གཉིས་ཚུར་བཞག་གི་རེད། དགེ་རྒན་དེ་ལ་ད་ག་ནང་བཞིན་ག་རེ་ལབ་དགོས་རེད་རྣ་ཅོག་འདྲ་པོ་ཆེ་གཉིས་ཡོད་པ་ཡིན་ན་དེ་གཉིས་ཤེལ་བུ་ནང་ལ་ཕར་ཤར་དུས་ད་ག་ནང་བཞིན་བྱས་ཚུར་རྣ་ཅོག་གཉིས་ཤར་ཡོང་གི་རེད། དེ་ཡིན་དེ་དུས་རྩོམ་པ་པ་ག་ཚད་ཡོད་པ་ནང་བཞིན་ཚུར་ཤར་གི་ཡོད་དུས་ད་ང་ནག་ཚོས་ངེས་པར་དུ་ཅིག་དང་པོ་ཅིག་བཟོ་གྲྭ་ནང་ནས་ཐོན་སྐྱེད་བྱས་པ་ཡིན་ན། པར་བརྒྱབ་ཡག་དེ་ཡོད་པ་ནང་བཞིན་ཅི་བྱེད། པར་བརྒྱབ་ས་དེ་ལས་དགོས་དེ་ཡག་དེ་འདྲས་ཀྱི་བྲོ་བ་འབྱུང་དགོས་པ་རེད། དེ་ཡིན་དུས་དུས་ད་ང་ན་སུ་ངེས་པར་དུ་ཨང་དང་པོ་དེ་དགེ་རྒན་ལ་དཔེ་ཀློག་གི་ལེགས་གྲུབ་དེ་དགེ་དཔེ་ཀློག་གི་གོམས་གཤིས་དེ་མེད་པ་ཡིན་ན་ཨ་ནི་སློབ་མ་ལེགས་གྲུབ་ཡོང་ཟེར་དེ་ཁག་པོ་ཞུ་བ་བྱེད་དགོས་པ་རེད་དེ་འདྲས་ཡིན་དེ་དུས་ཨ་ངས་དེའི་ནང་ལོགས་ལ་ཨང་དང་པོ་དེ་དགེ་རྒན་གྱིས་དཔེ་ཀློག་ཟེར་ཏེ་སློབ་མའི་ལེགས་འགྲུབ་ཡིན་ཟེར་ཞུ་བའོ་དེ་འདྲས་ཅན། དགེ་རྒན་གྱི་དཔེ་ཀློག་ནི་སློབ་མའི་ལེགས་འགྲུབ་ཀྱི་རྩ་བ་ཡིན་ལ། དགེ་རྒན་གྱིས་དཔེ་ཀློག་ལ་བརྟེན་ནས་ཐབས་ཤེས་ཀྱི་སྒོར་མོ་འབྱེད་ཐུབ་ལ། ཁྲིད་སྟོན་གྱི་ལམ་བུ་ཡག་པོར་ཕྱེ་ཐུབ། བུ་ཕྲུག་དཔེ་ཀློག་ལ་གོམས་པར་བྱ་དགོས་ན་ཐོག་མར་ཕ་མ་རང་ཉིད་ཀྱིས་དཔེ་ཀློག་བྱ་དགོས། ཕ་མས་དཔེ་ཀློག་ལ་བརྟེན་ནས་བུ་ཕྲུག་ལ་ཡང་དག་པའི་སློབ་གསོའི་ཐབས་ལམ་འཚོལ་ཐུབ་ལ། བུ་ཕྲུག་ལ་ཡང་དག་པའི་ཤེས་རབ་ཀྱི་ལམ་སྟོན་བྱ་ཐུབ། ཕ་མའི་དཔེ་ཀློག་ནི་བུ་ཕྲུག་གི་ལེགས་འགྲུབ་ཡིན་ཟེར་བྱས་ཕ་མ་ལ་མ་ཁ་བསྐོར་ཆེད་ཅིག་ཞུ་ཡ་བྱས་ཡོད། སྤྱིའི་ཆ་ནས་ང་ནག་སུ་ང་རང་ནམ་རྒྱུན་དེ་འདྲའི་ཐུགས་འགུག་འདུག་ང་ནག་སུ་སྤྱི་ཚོགས་ཀྱི་གནད་དོན་སྐོར་ནང་ནས་ཚབ་ཆེ་ཞུས་ཏེ་ཨ་ང་ནག་སུ་ཁྱིམ་ཚང་སློབ་གསོ་ལ་དོ་སྣང་ཞེ་དྲག་མ་གནང་ཡ་དེ་དེ་དཔེ་མ་སྲིད་པའི་ཉེན་ཁ་ཆེ་པོ་ཞིག་བོ་རེད། ང་རང་འདུག་བསམ་བློ་བཏང་ཡོང་དུས་འདས་པའི་དུས་ཚོད་ཀྱི་ནང་ལོགས་ལ་ཨ་ནི། ཁྱིམ་ཚང་གི་སློབ་གསོའི་གི་ཉམས་ཞིབ་ཀྱི་ནང་ནས་ཨ་ནི་སྤྱི་ཚོགས་ཀྱི་ཁྱིམ་ཚང་མི་རེ་ངོ་རེ་ནང་ལོག་ལ་ཕར་བཅར་བྱས་ད། ཕ་མས་བུ་ཕྲུག་གསོ་སྐྱོང་ལ་དཀའ་ངལ་འཕྲད་བསྡད་པ། བུ་ཕྲུག་ལ་སློབ་གསོའི་དཀའ་ངལ་འཕྲད་བསྡད་པ། ཕ་མ་ལ་སློབ་གསོ་བཏང་མ་ཤེས་པར་དཀའ་ངལ་འཕྲད་བསྡད་པ་དེ་འདྲའི་མང་པོ་ཞིག་ལ་ཉམས་ཞིབ་བྱས་ཡོང་དུས་དེའི་ནང་ལོག་ནས་དཀའ་ངལ་ད་ཆེ་ཤོས་ཀྱི་རྩ་བ་འདྲ་པོ་དེ་ག་རེ་རེད་ལབ་སོང་ན་ཕ་མས་ཁྱིམ་ཚང་སློབ་གསོ་ལ་ངོས་འཛིན་ཡང་དག་མེད་པ་དེ་རེད་ང་ན་ཟུག་ཕ་མ་གཅིག་གིས་ཁྱིམ་ཚང་སློབ་གསོ་ཟེར་དེ་གཞི་རྩའི་ཐོག་ནས་འགྲོ་སྟངས་དེ་འདྲའི་དེ་འདྲའི་ཅི་རེད་ཟེར་ཡག་གི་ངོས་འཛིན་ཐུབ་པ་ཅི། འདི་མེད་པ་ཡིན་ན་མདོར་བསྡུས་ན་ཁྱེད་རང་གི་བུ་ཕྲུག་འདི་བཟང་པོ་ཆགས་ན་དགུན་སྐོར་བ་རེད་ཁྱིམ་ཚང་འདི་ལ་བདེ་སྐྱིད་ཡོང་ན་དགུན་སྐོར་བ་རེད་སྤྱི་ཚོགས་ལ་ལེགས་སྐྱེས་ཕུལ་ན་དགུན་སྐོར་བ་རེད་དེ་བསམ་བློ་འདི་གས་ཚང་མ་ལོ་སྟོང་བསམ་རེད་ག་རེ་ལབ་སོང་ན་དེ་སྐད་ཀྱི་རྩ་བ་རྩ་བ་དེ་ག་རེ་ལབ་སོང་ན་ཁྱིམ་ཚང་ལོགས་སུ་ལ་ཐུག་བསྡད་དགོས་བ་རེད་འདི་ང་ན་ཚོ་ལ་དོ་ཤེས་ཡག་པོ་ཡོག་མ་རེད་ངོས་འཛིན་ཡག་པོ་ཡོག་མ་རེད། དེ་ཡིན་དེ་དུས་ཨང་ང་ན་སོ་ཕ་མ་གཅིག་ཡིན་པ་ནས་བཟུང་བྱས་ཨང་དང་པོ་དེ་ཁྱེད་རང་གི་བུ་ཕྲུག་དེ་སྐྱེས་ཐུབ་པ་ཙམ་མ་ཡིན་པར་དང་པོ་ནས་གྲ་སྒྲིག་ཡོད་ཡ་དེ་ང་འཚོ་བ་དབུལ་རུང་འཚོ་བ་ཕྱུག་རུང་རེད་བ། ཡིན་ནའི་ངས་བུ་ཕྲུག་དེ་ཚད་དང་ལྡན་པ་ཅིག་བཟོ་ཨ་བསམ་པའི་བསམ་བློ་བཀོལ་བ། བུ་ཕྲུག་གི་དོན་དག་ལ་ངས་སོ་སོ་ལ་དཀའ་ངལ་ག་ཚད་ཅིག་ཡོད་པ་ཡིན་ནའི་དེའི་དོན་དག་ལ་ངས་སློབ་གསོའི་ཆེད་དུ་བློས་གཏོང་ག་རེ་བྱེད་དགོས་ཡིན་ནའི་བྱེད་ཀྱི་ཡིན་བསམ་པའི་བསམ་བློའི་གྲ་སྒྲིག་ཡོད་དགོས་བ། ད་ག་ནང་བཞིན་ང་རང་གིས་ཀྱང་བུ་ཕྲུག་ལ་སློབ་གསོ་བཏང་བའི་སློབ་གསོའི་བརྒྱུད་རིམ་དེ་གི་སློབ་སྦྱོང་བྱས་བྱས་བུ་ཕྲུག་འདི་ཨ་མྱེས་ཀྱི་སློབ་གསོའི་ལམ་ལུགས་འོག་ལ་མི་བཟང་པོ་ཞིག་བཟོ་ཡ་བྱེད་ཐུབ་པ་བྱེད་ཀྱི་ཡིན་བསམ་བྱས་སོ་སོ་ལས་སློབ་སྦྱོང་གི་ཐོན་སྐྱེན་ཡོད་པ་དེ་འདྲ་ཞིག་གནང་དགོས་དགོས་བ་རེད། ཅིའི་ཕྱིར་ན་ང་ནག་ཚོས་ཁྱིམ་ཚང་སློབ་གསོ་བསད་དེ་དཀའ་ངལ་ཆེན་པོ་ཞི་བོ་གྱིས་ཨ་འདི་སྦྱངས་པ་ལ་སོ་སོ་བས་ད་ཨིན་ཇི་ཤེས་དགོས་ཡ་རྒྱ་ཡིག་ཤེས་དགོས་ཡ་བོད་ཡིག་ཤེས་དགོས་ཡ་སྐད་རིགས་སྣ་ག་མང་པོ་ཤེས་དགོས་ཡ་དེ་འདྲས་ཀྱི་རེ་བས་ལབ་སོང་ན་རྩ་བ་ཉིད་ནས་མ་རེད་གཙོ་བོ་གཙོ་དེ་ཁྱེད་རང་གི་བསམ་བློའི་ནང་ལོར་ཁྱིམ་ཚང་སློབ་གསོ་བསད་དེ་ཡག་པོ་མ་བྱུང་བ་ཡིན་ན་བུ་ཕྲུག་འདི་ལ། སེམས་ལྷོད་པོའི་ཐོག་ནས་སློབ་སྦྱོང་གི་གོ་སྐབས་མེད་པ་དེ་དང་གཅིག། ད་ག་ནང་བཞིན་ཕ་མ་གཉིས་ཀྱི་འཆམ་མཐུན་དང་ཕ་མ་གཉིས་ཀྱི་བུ་ཕྲུག་ལ་དཔེ་བསྟན་ཡག་གི་དཔེ་སྟོན་གྱི་ནུས་པ་དེ་ཡག་པོ་མ་བྱུང་པ་ཡིན་ན་བུ་ཕྲུག་དེ་སློབ་གྲྭའི་ནང་ལ་ཆ་བཞག་ནས་ལས་བུ་ཕྲུག་འདིས་ཀྱི་གཞན་ལ་དཔེ་སྟོན་ཡག་དེ་ཡག་པོ་ཡོང་གི་མེད་པ་བུ་ཕྲུག་ཁོ་རང་ག་རིལ་ག་རིལ་ལ་འདོར་འདུག་ན་སྤྱི་ཚོགས་ཀྱི་ཟུར་ལ་བེད་ཡག་གི་ད་ལང་ཁ་ལ་འགྲོ་གི་ཡོད་པའི་གནས་སྟངས་འདི་མཁྱེན་པ་ཡིན་ན་ད་ག་རང་གི་འགྲིག་གོ་རེད་དེ་ཡིན་དེ་དུས་ངས་དེ་རིང་འདས་ཨང་དང་པོ་དེ་ཕ་མ་ལ་དཔེ་ཀློག་གི་གོམས་གཤིས་ཡོད་པ་ཡིན་ན་སྤུ་གུ་དེའང་དཔེ་ཀློག་གི་གོམས་གཤིས་ཡོད་པ་ཅིག་བརྒྱ་ཆ་བརྒྱ་དམ་པ་ཆགས་ཀྱི་རེད། མདོར་བསྡུས་ན་ངའི་ད་ལྟ་ཕ་མའི་དཔེ་ཀློག་བུ་ཕྲུག་ལེགས་གྲུབ་ཡིན་སྲིད་གཙོ་བོ་དེ་འདྲའི་ཅིག་ག་ནས་འགྲོ་གི་ཡོད། ང་ནགས་ཚོས་དཔེ་ཀློག་ཟེར་དེ་ག་ཚད་བྱེད་ཐུབ་པ་ཡིན་ནའི་ལས་ཕ་མ་ཅིག་ལ་ཆ་བཞག་ན་ཁྱེད་རང་གི་སེམས་ཀྱི་དཀའ་ངལ་སེལ་ཐུབ་རེད། སྤྱིར་བྱས་ནས་ང་ནགས་ཚོ་ཁྱིམ་ཚང་ག་འདྲའི་ཡིན་པ་ཡིན་ནའི་ལས་དེའི་ནང་ལོགས་ལ་འཚོ་ངལ་འཚོ་བའི་དཀའ་ངལ་ཡོད་རེད། སོ་སོའི་གི་ཁྱིམ་ཚང་རེ་རེ་རེ་རེ་ལ་དམིགས་པའི་ཕུགས་འདུན་ཡོད་རེད། བདག་ན་ཞིག་ཕ་མས་བུ་ཕྲུག་དེ་དེ་འདྲས་ཅིག་ཆགས་ན་དགོངས་པའི་གི་ཡང་ཕུགས་འདུན་ཡོད། བུ་ཕྲུག་དངོས་ནས་ཆགས་བྱས་ན་ངའི་ཕ་མ་ལ་ཞབས་ཕྱི་དེ་འདྲས་ཞིག་ཞུ་ཨ་མ་འོངས་པ་ན་བཀའ་དྲིན་དེ་འདྲས་ཅིག་གསོ་ཨ་བསམ་པའི་འཆར་གཞི་ཡོད་རེད། དེ་ཡིན་དེ་དུས་འཆར་གཞི་དང་ཕུགས་བསམ་འདི་གས་འགྲུབ་པའི་བར་དེ་ལ་ང་ཚོ་ལ་དཀའ་ངལ་མང་པོ་འཕྲད་ཡོང་གོ་རེད། དེ་ཡིན་དེ་དུས་ང་ནག་ཚོའི་སེམས་ཁམས་འདི། གུ་ཡངས་པོ། བློ་རྒྱ་ཆེན་པོ། དཀའ་ངལ་ལ་བཟོད་བསྲན་ཐུབ་པ་དེ་འདྲས་ཅིག་མེད་པ་ཡིན་ན་ཡང། བདེ་སྐྱིད་མེད་པར་སྡུག་བསྔལ་གྱིས་ཁངས་དེ་ཆགས་སྒོ་རེད། དེ་འདྲ་ཡིན་པ་སོང་ཙང་ཨ་ང་ན་ཚོད་ཕ་མའི་ངོས་ནས་དཔེ་ཀློག་ལ་གོམས་ཤིག་ཏུ་བྱས་ཡོང་དུས་ཙམ་པ། སེམས་ཕག་ཡངས་རུ་ཡངས་རུ་འགྲོ་ཡ། དེའི་ནང་ལོགས་ནས་སྐྱེས་ཆེན་དམ་པའི་རྣམ་དག་བྱས་ཡོང་དུས་ཁོ་ན་ཚོས་དཀའ་ངལ་ཆུང་ཆུང་ཅིག་ཕར་ཤར་བ། ཅིག་སོ་སོའི་གི་མི་ཚེའི་ནང་ལོགས་ལ། ད་ང་ལ་དཀའ་ངལ་དེ་འདྲའི་འཕྲད་པ་ཡིན་ན་ད་ང་ལ་ཐབས་ཤེས་གང་ཅིག་མི་འདུག་བསམ་པའི་དཀའ་ངལ་དེ་འདྲའི་ལས་ཁྱད་བསད་བྱས་བྱས་ཁྱི་ཕའི་གོ་འཕང་ལ་འགྲོ་ཐུབ་ཡ་གི་རླབས་ཆེན་གྱི་སྐྱེ་བོ་མང་པོ་ཡོད་རེད། དེ་སྐད་ཀྱི་གཏམ་རྒྱུད་རེ་རེ་རེ་རེ་ང་ན་ཚོ་མཇལ་ཡོང་དུས་ཙམ་པ་ད་ང་ཚོ་ལས་ཚོ་སྙིང་སྟོབས་ཆེ་གཉིས་ཀྱི་རེད་དེ་ཡིན་དུས་དུས་ཁྱིམ་ཚང་གི་དཀའ་ངལ་སེལ་ཐུབ་པ། དེ་འདྲེ་གི་ཐོག་ནས་ཁྱིམ་ཚང་འདི་ལ་བདེ་སྐྱིད་ཆེ་རུ་ཆེ་རུ་ཆེ་རུ་ཕྱིན་རྗེས་ཨ་ནི་ཕ་མ་གཉིས་ཕར་ཚོ་བཟོད་བསྲན་ཐུབ་ཡ་གཤིས་ཀ་བྱམས་པོ་ངང་རྒྱུད་རིང་པོ་བསམ་ཤེས་ཐུབ་པོ་དེ་འདྲེ་ཆགས་ཡོང་དུས་བུ་ཕྲུག་དེ་ད་ཡག་པོ་མི་དགོས་ཟེར་ནས་རང་ཤུགས་ཀྱིས་འབྱུང་ཡ་ཆེ་གོ་བ་རེད། དེ་ཡིན་དུས་དུ་ལྡང་བ་ན་ང་ན་ཟུག་ཕ་མ་ཟེར་ཡ་དེ་དཔེ་ཀློག་ལ་དགའ་པོ་བྱེད་དགོས་འདུག་གས་མི་འདུག་གས་དེ་ང་ན་ཟུག་བྱེད་དགོས་དེ་ནས་ཡང་རིམ་བཞིན་རིམ་བཞིན་ང་ན་ཟུག་སྤུ་གུ་ལ་དགའ་མོད་ལོ་དུས་སུ་འཚམས་པའི་ང་ཚོའི་སློབ་གསོ་ག་འདྲས་སྤྲད་དགོས་འདུག་ལོ་གཅིག་ནས་གསུམ་བུ་དུ་ཙོ་གཙོ་བོ་ག་རེ་རེད་འདུག་གསུམ་ནས་དྲུག་བུ་དུ་ཙོ་དེ་ག་རེ་རེད་འདུག་དྲུག་ནས་ཨ་ནི་ལོ་བཅུ་གཉིས་བུ་དུ་ཙོ་ང་ཚོས་ག་འདྲས་བྱེད་དགོས་འདུག་དེ་ནས་སྤུ་གུ་ན་གཞོན་ཡང་མེད་ན་དར་མའི་འགོ་བཙུགས་ཡོང་དུས་ཙམ་པ་སྤུ་གུ་ལ་གཤིས་ཀ་རྒྱུ་མདོག་ག་འདྲས་གྲུབ་པ་རེད་དེ་དུས་ང་ཚོའི་ཕ་མའི་ངོས་ནས་ཆ་བཞག་ན་སྤུ་གུ་ལ་ངང་རྒྱུད་རིང་རུ་གཏང་དགོས་ཡ་ཡང་མིན་ན་སློབ་གསོ་སྟངས་དང་ཁ་ཕྱོགས་སླད་ཀྱི་རྒྱུན་ཐོ་དང་བའི་གར་གར་འདུག་ད་དེ་ནས་མཐོ་འབྲིང་དང་བསླབ་གྲྭ་ཆེན་མོ་ལ་འགྲོ་དུས་ད་སྤུ་གུ་ཁོ་རང་ཚོས་སོ་སོ་རང་མགོ་ཐོན་ཡོད་བསམ་ཅིང་སོ་སོའི་ཕུགས་བསམ་བསྡམས་པའི་སྐབས་སུ་ཨ་ང་ཚོའི་ཕ་མས་ལམ་སྟོན་ག་འདྲས་བྱེད་ཁུག་ཏོ་རྡོ་ཚོ་ཚང་མ་ལོ་ང་ནག་ཚོས་ག་འདྲས་ཡོང་གི་རེད་ལབ་སོང་ན་འཛམ་གླིང་སྒང་ལ་ལེགས་འགྲུབ་བྱུང་བསྡད་པའི་ཁྱིམ་ཚང་གི་སློབ་གསོ་བ་ཡི་པ་ལགས་དང་ཨ་མ་ལགས་མང་པོ་ཡོད་རེད་ཁོང་རྣམ་པའི་ལོ་རྒྱུས་གཏམ་རྒྱུད་ཁོ་ཚོས་བརྩམས་པའི་དཔེ་དེབ་ཉམས་མྱོང་ལས་གྲུབ་པའི་མྱོང་བ་དངོས་འོ་དོ་ཚོ་ང་ན་ཚོད་གསན་ཐུབ་པ་ཡིན་ན་ང་ཚོའི་སྤུ་གུ་ཡང་ད་ག་ནང་བཞིན་བསྐྱངས་ཐུབ་དགོས་བ་རེད།
ཁྱིམ་ཚང་སློབ་གསོར་དཀའ་ངལ་འཕྲད་པའི་དུས་སུ་ཕ་མ་རྣམས་ཀྱིས་དཔེ་ཀློག་ལ་བརྟེན་ནས་འཛམ་གླིང་གི་ཚད་ལྡན་སློབ་སོའི་ཐབས་ལམ་ལ་སློབ་སྦྱོང་བྱ་དགོས་ཤིང། དཔེ་ཀློག་ལ་བརྟེན་ནས་རང་ཉིད་གོང་འཕེལ་བཏང་སྟེ་བུ་ཕྲུག་ལ་རང་དཔེ་གཞན་སྟོན་གྱི་སློབ་གསོའི་མིག་དཔེ་འདོན་རྒྱུ་ནི། ཁྱིམ་ཚང་སློབ་གསོ་ཡར་རྒྱས་གོང་འཕེལ་དུ་འགྲོ་བའི་ཐབས་ལམ་ཡིན་ལ། ཁྱིམ་ཚང་སློབ་གསོ་ལེགས་འགྲུབ་ཡོང་བའི་ལམ་སྟོན་ཡང་རེད། ཆུང་དུས་ཀྱི་དཔེ་ཀློག་ནི་རྒས་དུས་ཀྱི་ལེགས་འགྲུབ་ཡིན་ཟེར་ཡག་ཆེ། ད་ང་ནག་ཚོའི། ས་སྐྱ་དཔེ་འདྲ་དང་སྐུ་ངལ་འགྱེད་ཚ་ལེགས་བཤད་དེ་གྱིན་གོ་བ་རེད། མཁས་པ་སློབ་པའི་དུས་ན་འདུག་བདེ་བར་སྡོད་ལ་ཁྱད་མི་སྲིད། བདེ་བ་ཆུང་ལ་ཆགས་པ་དེ་ཆེན་པོའི་བདེ་བ་ཐོབ་མི་སྲིད་ཟེར་བྱས། ང་ནག་ཚོའི་ཧང་སང་དགོས་ཡག་གི་མཁས་དབང་དང་རླབས་ཆེན་གྱི་མི་སྣ་ག་འདྲས་ཅིག་ཡིན་པ་ཡིན་ནའི་ལས་ཆུང་དུས་དཀའ་སྡུག་མྱངས། འཁྱམ་བྱས་མ་བསྡད་པ་བྱས་གཡེང་བྱས་མ་བསྡད་པ་བྱས་དུས་ཚོད་ཅུང་ཟད་ཡོད་པ་ཡིན་ནའི་ལས་དོན་སྙིང་ལྡན་པའི་ཤེས་ཡོན་སློབ་སྦྱོང་ཉམས་མྱོང་ཟ་ཡག་ལག་རྩལ་སྦྱང་ཡག་བསམ་གཞིག་བྱེད་ཡག་ངས་མི་ཚེ་དེ་བྱས་རྗེས་ཀྱི་ཞྭ་ནུ་མ་དུ་སྒྲིག་མུ་ཟུག་ཙམ་གྱིས་དེ་འདྲེ་ཡི་སྟེང་དུ་བསྐྱལ་བཞག་པ་རེད། བསྐྱལ་པའི་འབྲས་བུ་དེ་ད་ཁོ་རང་རྒན། ལོ་རྒན་ཆགས་དུས་ཙམ་པ་ག་རེ་ཡོང་འདོད་ལབ་སོང་ན་མི་མང་པོས་གོང་དུ་བཀུར་ཡ། ཐ་ན་ཁོ་རང་འཇིག་རྟེན་ཁམས་འདི་ནས་ཁ་བྲལ་བ་ཡིན་ནའི་ལས་སྡུག་རིང་གི་སྟེང་ལ་ཁོ་རང་གི་མིང་འགོད་ཡ། སྐྱེ་བོ་ཁྲི་ཕྲག་མང་པོས་དྲན་གསོ་བྱེད་དགོས་ཡ། སྙེ་མ་མི་དེ་འདྲས་བྱུང་བ་རེད་འདིས་ང་ཚོའི་སྤྱི་ཚོགས་ལ་བྱས་རྗེས་དེ་འདྲས་བཞག་པ་རེད་ཁོང་ང་ཚོའི་དམ་པ་ཡིན་ང་ཚོས་ནམ་ཡང་སེམས་ལ་ཉག་གི་ཡིན་བྱས་རྗེས་དྲན་གསོ་བྱེད་ཡ་དེ་འདྲས་ཀྱི་རླབས་ཆེན་མི་ཆགས་པ་རེད། འོ་ན་འདི་དང་པོ་ང་ཚོ་དང་གཅིག་པོ་རེད་བས་ལབ་སོང་ན་གཅིག་པོ་གཅིག་རྐྱང་རེད་གཅིག་བྱས་ན་ང་ཚོ་ལས་སྐྱོ་བ་ཡོད་ཀྱི་རེད། དེ་ཡིན་དེ་དུས་ངས་ད་ལྟ་དེའི་ནང་ལོགས་ལ་ཆུང་དུས་ཀྱི་དཔེ་ཀློག་ནི་རྒྱས་དུས་ཀྱི་ལེགས་གྲུབ་ཡིན་ཟེར་ཡག་དེ་འོ་དེ་འདྲས་ཅིག་གི་ཐོག་ནས་ཞུ། ལྷག་པར་དུ་ང་ནག་ཚོ་ཅིག་ད་ལྟ་སླབ་གྲ་འགྲིམ་བཞིན་པའི་སློབ་ཆེན་གྱི་སློབ་མ་དང་མཐོ་འབྲིང་གི་སློབ་མ་ཡིན་པ་ཡིན་ན་ངེས་པར་དུ་ཁྱེད་རང་གི་སློབ་སྦྱོང་གནད་ལ་འཁེལ་བ་བྱེད་པ་དེ་འགན་ལྕི་པོ་ཞིག་རེད། སློབ་སྦྱོང་ཟེར་ཏེ་ང་ནག་ཚོས་ཡིག་རྩེག་གཅིག་པུའི་དོན་དག་རེད་བས་ལབ་སོང་ན་རྩ་བ་ཉིད་ནས་མ་རེད་རེད་བ། ཡིག་རྩེག་ཟེར་ཏེ་ང་ཚོའི་མེ་ཚེའི་གནད་དོན་ཐག་གཅོད་ཐུབ་གི་མ་རེད། མདོར་ན་ང་ཚོའི་མེ་ཚེ་ཁོ་རང་ཡིག་རྩེག་རེད། མེ་ཚེ་དེ་དོན་སྙིང་ལྡན་པ་གཅིག་དང་ཁྱེད་རང་གི་སེམས་ནང་ལ་ང་མེ་ཚེ་དེ་འདྲ་ཞིག་སྐྱེ་ཨ་བསམ་པའི་འཆར་གཞི་དེ་བརྒྱ་ཆ་བརྒྱ་བཅུ་རྩ་གཅིག་ལེགས་གྲུབ་བྱུང་ན་ཁྱེད་རང་མེ་ཚེའི་ཡིག་རྩེག་ནོན་པ་རེད། ཡིག་རྩེག་དེ་ཆེ་ཤོས་རེད། མ་གཏོགས་ང་ནག་ཚོའི་བསླབ་གྲྭའི་གི་ཡིག་རྩེག་དེ་དུས་ཚོད་རྫོགས་ཡ་ཡོད་རེད། ཁྱེད་རང་སྤྱི་ཚོགས་ལ་སླེབས་དུས་ཙམ་ལ་སླབ་གྲྭའི་ཡིག་རྩལ་དུས་ཚོད་རྫོགས་ཚར་བ་རེད། འོ་ན་ཁྱེད་རང་གི་སློབ་སྦྱོང་དེ་དུས་ནས་ནུས་པ་རྫོགས་ཚར་བ་རེད་བར་བ། ད་དེ་ནས་བེད་སྤྱོད་བཏང་ཡང་ཡོང་མ་རེད་བ་ལབ་སོང་ན་དེ་མ་རེད་བ། ང་ནགས་ཚོ་སྤྱི་ཚོགས་ལ་དངོས་སུ་སླབས་དུས་གཞི་ནས་ཁྱེད་རང་གི་ད་ལྟ་བུ་དུ་བསགས་བཞག་པ་དང་སྦྱངས་བཞག་པའི་ཤེས་ཡོན་དེ་གས་བེད་སྤྱོད་བཏང་ཡང་དངོས་སུ་སླེབས་ཚར་བ་རེད། ད་འོ་ན་དེ་དུས་ཁྱེད་རང་གི་བེད་སྤྱོད་བཏང་ཡང་མེད་ན་ད་ཁྱེད་རང་གི་སློབ་སྦྱོང་བྱས་པ་དེ་གས་གནད་ལ་འཁེལ་གི་ཡོད་མ་རེད་སློབ་སྦྱོང་གི་ཁ་ཕྱོགས་ནོར་བ་རེད། དེ་ཡིན་དེ་དུས་ང་ནག་ཚོ་ཆུང་ཆུང་ཁུ་དུས་ནས་སློབ་སྦྱོང་བྱས་ག་དམིགས་ཡུལ་ཚོ་ག་རེད་ལབ་སོང་ན་ང་སྤྱི་ཚོགས་ལ་དངོས་སུ་བབ་དུས་ཙམ་པ་ལས་ག་རེ་རེད་རེད་རེད་ངས་བྱེད་གི་རེད། དེའི་སྟེང་ལ་ཉམས་མྱོང་ཡོད་པ་དཀའ་ངལ་འཕྲད་དུས་ཙམ་པ་བཟོད་བསྲན་ཐུབ་པ། ཅིག་མི་གཞན་དག་དང་ཡང་ཅིག་རྩོད་པ་དྲག་པོ་ཤོར་ཡོང་དུས་ཙམ་པ་རྩོད་པ་དེ་ཕ་ཞི་འཇམ་གྱི་ཐོག་ནས་འཇམ་ཐུབ་ཡ། སོ་སོའི་ལས་ཀ་དེ་ལ་བར་ཆད་དང་དཀའ་ངལ་འཕྲད་ཡོང་དུས་དེ་ལས་རྣམ་པར་རྒྱལ་ཐུབ་ཡ་གྲ་སྒྲིག་རེ་རེ་བྱེད་ཐུབ་ཡ་དེ་ང་ཚོའི་སློབ་གསོའི་སློབ་སྦྱོང་གི་དོན་སྙིང་ཆགས་བསྡད་གོ་རེད། དེ་འདྲས་ཡིན་དེ་དུས་ཨི་ང་ན་སུ་ངེས་པར་དུ་ཆུང་ཆུང་ཁུ་དུས་ཙམ་མ་ང་ཚོས་སྒོ་གཡེང་མི་ཚེ་སྟོང་ཟད་བཏང་རྗེས་རྩ་བ་ཉིད་དུ་ཞུགས་རྒྱུ་ཡོང་བ་མ་རེད། དེའི་གི་ཐོག་ལ་ད་ལྟ་འདི་བྱིས་བར་ཡང་ངེས་དེ་དཔེ་ཁྲ་བོ་གཅིག་ཁྲ་མགོ་བྱས་སོ་ད་ལྟ་འཇར་པན་གྱི་སྐད་ཆ་གཅིག་འདི་ག་རེ་རེད་ལབ་སོང་འདི་བ་རེད། ཆུང་དུས་དངུལ་ནག་སྟོན་ཐུབ་པ་ཡིན་ན་ཨ་ནི།

བྱས་ཙང་ངའི་དངོས་གནས་ཆ་བཞག་སོང་ན་དངོས་གནས་སྐད་ཆ་འདི་གསོན་པོ་རེད་ཤག་ང་ཚོའི་མིའི་རིགས་ཀྱི་སློབ་གསོ་གསོན་པོ་ཟེར་ཡག་དེ་འདི་ང་ནག་ཚོས་ངེས་པར་དུ་ཐུགས་ལ་བཞག་ཆེད་ཆུ་འཇུག་ཁུག་བཏུས་ནས་དཔེ་ཀློག་ལ་དགའ་བ་ཤེས་ཡོན་ལ་དགའ་བ། ཤེས་ཡོན་ཅན་གྱི་མི་ལ་གུས་བཀུར་ཡོད་པ། ང་ཚོའི་སྤྱི་ཚོགས་ནང་ལོ་ལེགས་ཤེས་ལྡན་གྱི་མི་རེ་རེ་རེ་རེ་ལ་གུས་བཀུར་བྱས་པ་ཡིན་ན་ཁོ་རང་གི་སྤྱི་ཚོགས་ལ་བྱས་རྗེས་བཞག་ཡག་དེ་གཞན་དང་འདྲ་གི་མ་རེད། མི་མང་པོའི་སྣེ་ཁྲིད་བྱེད་ཀྱི་རེད་མི་མང་པོ་ལ་ཕན་འདོགས་པའི་ཤེས་བྱའི་ལེགས་སྐྱེས་བསྩལ་ཐུབ་དགོས་རེད། དོ་ཚོ་ཚང་མ་ག་རེའི་འབྲས་བུ་རེད་ལབ་སོང་ན་མདོར་བསྡུས་ན། ཤེས་ཡོན་ཅིག་ལ་བརྩི་སྲུང་བྱེད་པ་དང་ཤེས་ཡོན་ལ་དགའ་ཞེན་བྱེད་པ་ང་ནག་ཚོ་ལ་དཔེ་ཀློག་གི་གོམས་གཤིས་ཆགས་བསྡད་པ་དེའི་འབྲས་བུ་རེད། དེ་ཡིན་དེ་དུས་ད་ང་ནག་ཚོས་ཀྱི་ཆུ་འཇུའི་ཁུ་རྡུལ་ཙམ་པ་ངེས་པར་དུ་སློབ་སྦྱོང་ཆེད་ཐོད་པ་མང་པོ་བསྟེན་འོ་དེ་འདྲས་གནང་དགོས་ཡོད་དེ་གལ་ཆེན་པོ་རེད། མང་ཚོགས་ཀྱི་དཔེ་ཀློག་ནི་སྤྱི་ཚོགས་ཀྱི་ལེགས་གྲུབ་ཡིན་ཟེར་དེ་འདྲས་ཞུས་ཡོད། གཅིག་ནས་ང་ནག་ཚོས་ད་མཁས་པ་ཅིག་ཡིན་ནའི་རེད་རྩོམ་པ་པོ་གྲགས་ཅན་ཅིག་ཡིན་པ་ཡིན་ནའི་རེད་གཙོ་བོ་ཁ་ཕྱོགས་དགོས་ས་དེ་ག་བ་རེད་ལབ་སོང་ན་མང་ཚོགས་ལ་ཁ་ཕྱོགས་དགོས་ཀ་རེད། མང་ཚོགས་ལ་ཕན་ཐོགས་ཡོད་པའི་ལས་ཀ་རེ་རེ་རེ་རེ་ང་ཚོས་མགོ་རྩོམ་ཐུབ་མཇུག་འཁྱོངས་ཐུབ་སོང་ན་ཁྱེད་རང་ག་རེ་བྱེད་དགོས་རེད་ལབ་སོང་ན་དཔའ་བོ་གསལ་དེ་བྱེད་དགོས་ཀ་རེད། མང་ཚོགས་ལ་ཕན་ཐོགས་པའི་རྩོམ་དེབ་རེ་རེ་རེ་རེ་ང་ཚོས་བཏོན་ཐུབ་སོང་ན་ཁྱེད་རང་རྩོམ་པ་པོ་དོན་དང་ལྡན་པ་གྲགས་ཅན་གྱི་རྩོམ་པ་པོ་གསལ་དེ་བྱེད་དགོས་ཀ་རེད། མང་ཚོགས་ལ་ཕན་པའི་བྱ་བ་རེ་རེ་རེ་ང་ཚོས་ཨུ་ཚུགས་བརྒྱབ་ཐུབ་སོང་ན་ཁྱེད་རང་སྙིང་རུས་ཅན་གྱི་ད་མདོར་བསྡུས་ན་བློ་དང་ལྡན་པའི་སྐྱེས་བུ་ཟད་དེ་ཆེ་དགོས་བ་རེད། དེའི་འདི་དུས་ཨ་ང་ན་ཚོས་ཀྱང་གཙོ་བོ་དེ་སྣེ་ཁྲིད་དགོས་ཡ་ད་རྒྱུན་དུ་བཏང་དགོས་ཟེར་ནས་མང་ཚོགས་ཆེ་དགོས་བ་རེད་དེའི་འདི་དུས་ངས་དེའི་ནང་ལོགས་ལ་མང་ཚོགས་ཀྱི་དཔེ་ཀློག་ཟེར་ཏེ་སྤྱི་ཚོགས་ཀྱི་ལེགས་གྲུབ་རེད་ཟེར་དེ་ཡང་མཐར་གཏུགས་པ་ཡིན་ན་ཁྱིམ་ཚང་རེ་རེ་རེ་རེ་ལ་ཐུག་འགྲོ་དགོས་བ་རེད། མཐར་གཏུགས་ན་སྤྱི་ཚོགས་ལེགས་གྲུབ་ཟད་དེ་ག་འདྲས་ཀྱི་ཡོང་དགོས་བ་རེད་སྤྱི་ཚོགས་གོང་འཕེལ་ཟད་དེ་ག་འདྲས་སུ་འགྲོ་དགོས་བ་རེད་ལབ་སོང་ན་མང་ཚོགས་ཤེས་དཔལ་གྱི་འགུལ་སྐྱོད་མ་བསྡུ་བ་ཡིན་ན་སྤྱི་ཚོགས་འཕོ་འགྱུར་ཟད་དེ་འགྲོ་ཡ་ཡོང་མ་རེད། དེ་ཡིན་དེ་དོན་ང་ནག་ཚོའི། མང་ཚོགས། མི་སྒེར་རེ་རེ་རེ་རེ་ནས་དཔེ་ཀློག་ལ་དགའ་མཁན་རེ་རེ་རེ་རེ་གི་དྲང་པོ་མའོ་འགྲོ་དུས་ཙམ་པ་ཨ་ང་ཚོའི་སྤྱི་ཚོགས་དེ་དཔལ་ཡོན་ལྡན་པའི་སྤྱི་ཚོགས་དང་ཐག་ཉེ་རུ་ཉེ་རུ་འགྲོ་ཡ་གི་ད་ངོས་འཛིན་བྱེད་ཆོག་གོ་ཨ་རེད། དེ་འདྲ་ཡིན་པ་སོང་ཙང་ཨ་ངས་དེའི་ནང་ལོགས་ལ་མང་ཚོགས་ཀྱི་དཔེ་ཀློག་ནི་སྤྱི་ཚོགས་ཀྱི་ལེགས་གྲུབ་ཡིན་འོ་དེ་འདྲ་ཞིག་བཞག་ཡོད། མདོར་བསྡུས་ན་ཨང་ན་ཚོས་སོ་སོ་རང་ཉིད་ནས་འགོ་ཚུགས་བྱས་དཔེ་ཀློག་གི་མིག་དཔེ་གཞན་ལ་ལྟོས་དགོས་པ་དང་རང་ཉིད་དཔེ་ཀློག་བྱས་པ་ལ་བརྟེན་བྱས་གྲུབ་འབྲས་ཡོད་པ་བཟོ་དགོས་ཡ། རང་ཉིད་ཀྱི་དཔེ་ཀློག་བརྟེན་བྱས་བསམ་བློ་ལ་འགྱུར་ལྡོག་གཏོང་ཡ། རང་ཉིད་ཀྱི་དཔེ་ཀློག་ལ་བརྟེན་བྱས་སོ་སོའི་ཀུན་སྤྱོད་འདུ་ཚོ་ཚུལ་དང་ལྡན་པ་བཟོ་ཡ། འོ་དོ་ཚོ་ཚང་མ་ལོ་ཨང་ན་ཚོས་མང་ཚོགས་དཔེ་ཀློག་ལ་སྣེ་ཁྲིད་བྱས་ཡ་རྒྱུ་རྫས་ཡག་ཤོས་ཆགས་དེ་གོ་རེ་བྱས་བྱས་ད་ངས་ད་ལྟ་བཞི་པ་དེ་བཞུགས་པའི་རྒྱུ་མཚན་རྫོགས་དེ་ཡིན། དཔེ་ཀློག་གི་གཏམ་རྒྱུད་གསལ་ཏེ་ལེགས་གྲུབ་ཀྱི་ཟིན་ཐོ་རེད་དོ་རེད་མི་དོ་གསལ་དེར་བལ། ང་ཚོས་དཔེ་ཀློག་གི་གཏམ་རྒྱུད་དུ་ཡོད་པ་ཡིན་ན་སོ་སོ་ལ་ཅིག་གཞན་དང་མི་འདྲ་བའི་ཁྱད་ཆོས་རེ་རེ་མཐུན་གྱི་འདུག་མི་འདུག་རེད་བལ། དཔེར་ན་ང་ནགས་ཚོ་ཅིག་དཔེ་ཆ་ཀློག་པ་དག་ག་རྒྱུ་དཔལ་འབྱོར་ཕྱུག་པོ་ཆགས་ཡ་དང་ལམ་སང་ཅིག་ཕྱི་ལོག་ནས་ལྡོག་མི་འགྲོ་བ་དེ་ཡང་ཁེལ་ཡོང་མ་རེད་ཡིན་ནའི་རིམ་བཞིན་རིམ་བཞིན་ང་ཚོས་དཔེ་ཀློག་རིམ་བཞིན་རིམ་བཞིན་བྱས་པ་ལ་ལྟོས་ཆེ་གཞན་དང་མི་འདྲ་བའི་སེམས་ཀྱི་འཚོ་བ་ཟབ་པོ་ཡོང་ཡ་གཞན་དང་མི་འདྲ་བའི་བསམ་བློ་བཏང་སྟངས་ཟབ་པོ་ཡོང་ཡ་གུ་ཡངས་པོ་རྒྱ་ཆེན་པོ་ཡོང་ཡ་དེ་འདྲའི་བརྒྱ་ཆ་བརྒྱ་ཐམ་པོ་ཡོད་རེད། དེས་འདི་དུས་ཨ་ང་ན་ཚོས་ངེས་པར་དུ་ཁྱེད་རང་གི་མི་སྒེར་ཡིན་ནི་རེད་ཁྱིམ་ཚང་ཡིན་ནི་རེད་གྲོང་ཚོ་ཡིན་ནི་རེད་སྤྱི་ཚོགས་ཡིན་ནི་རེད་ལྷག་པར་དུ་ང་ན་ཚོ་སློབ་ཆེན་གྱི་སློབ་མ་དང། མི་རིགས་འདིའི་ནང་ལོགས་ཡོད་པའི་རྩོམ་པ་པོ་དང་མི་རིགས་འདིའི་ནང་ལོགས་ཡོད་པའི་ཤེས་ལྡན་གྱི་མི་སྣ་དོ་ཚོ་ལ་མང་ཚོགས་དཔེ་ཀློག་ལ་སྣེ་ཁྲིད་བྱས་པའི་དམིགས་བསལ་གྱི་འགན་འཁྲི་ཡོད་རེད་བ། ང་ན་ཚོ་ད་ལྟ་ཆེད་དུ་སློབ་གསོ་ཟེར་ཡ་དེ་དང་ཤེས་ཡོན་ཟེར་ཡ་དེ་དང་དཔེ་དེབ་ཟེར་ཡ་དེ་ལ་ད་དོར་དུས་ན་སྡུག་རུས་གནང་མཁན་དང་གྲུའི་སྒྲོན་མཁན་སྐྱིད་པོ་ཅིག་བྱེད་དགོས་བ་རེད། དེ་འདྲ་ཡིན་དུས་དུས་ཨང་ང་ནག་ཚོའི་མདོར་བསྡུས་ན་ཕྱར་བ་གྲུ་འདེགས་བྱས་རྗེས། མང་ཚོགས་ལ་སྣེ་ཁྲིད་བྱེད་ཆེད་དཔེ་ཀློག་གི་ལམ་ལ་བཀོལ་དགོས་ཡ་དེ་དམིགས་བསལ་གྱི་འགན་འཁྲི་བྱེད་དགོས་བ་རེད་ལ་དུས་རབས་འདིའི་ནང་ལོ་ལ་དེ་འདྲ་ཅིག་མེད་པ་ཡིན་ན་ད་ཡོང་གི་ཡོད་མ་རེད། དུས་རབས་ཁོ་རང་ག་རེ་ཆགས་འགྲོ་གི་རེད་ལབ་དུས་ཤེས་ཡོན་གྱི་དུས་རབས་བྱེད་དགོས་བ་དེ་ཡིན་དུས་དུས་ཨང་ང་ནག་ཚོའི་དུས་རབས་ལ་བསྟུན་ནས་ལས་ཤེས་ཡོན་མཁན་ཆེན་མོ་ཆགས་པ། དཔེ་ཀློག་གལ་ཆེན་པོ་བྱ་བ། བསམ་བློའི་གྱི་ད་མདོར་བསྡུས་ན་ལས་ཀ་བྱས་ཏེ་གལ་ཆེན་པོ་བྱ་བ། དེ་ཡང་གཙོ་བོ་ང་ན་ཚོ་ག་རེ་ལ་བརྟེན་ནས་འཐོབ་དགོས་ཀྱི་འདུག་ལབ་སུ་ན་ཨ་ནི་དཔེ་ཀློག་གི་ནུས་པ་ལ་བརྟེན་ནས་འཐོབ་དགོས་ཡ། འོ་དེ་འདྲས་བྱེད་རེས་བྱས་བྱས་ད་ང་ན་ཚོས་མི་ཚེའི་ནང་ལོག་ལ་དཔེ་ཀློག་གི་གཏམ་རྒྱུད་ཡོད་པ་གནང་དགོས་ཡ་དེ་གལ་ཆེན་པོ་ཞུ་བོ་བྱེད་རེས། ད་ངས་ད་ད་དཔེ་ཀློག་གི་གཏམ་རྒྱུད་ནི་ལེགས་གྲུབ་ཀྱི་ཟིན་ཐོ་ཡིན་ཟེར་ཏེ་གཙོ་བོའི་ནང་དོན་དེ་འདྲས་ཅིག་གི་ཐོག་ནས་མ་ཞུ་བ་ཡིན་ད་མདོར་ན་ངས་ཞུ་ཡ་དེ་འདྲས་ཅིག་ཡིན་ཐོ་ཆེན་ནང
ཟེར་མོག་ལྷན་རྒྱས་ཐེངས་འདིའི་དཔེ་ཀློག་གི་གཏམ་རྒྱུད་ནི་ལེགས་གྲུབ་ཀྱི་ཟིན་ཐོ་ཡིན་ཞེས་པའི་ནང་དོན་ཚང་མ་ཤེས་ཐུབ། ལེ་ཚན་རྗེས་མའི་ནང་མུ་མཐུད་ནས་ཤེས་ཡོན་ཅན་ནི་དཔེ་ཀློག་ལ་བརྟེན་ནས་བྱུང་བ་ཡིན་ཞེས་པའི་ནང་དོན་སྟོན་རྒྱུ་ཡིན་པས་ལྷན་རྒྱས་ནས་དུས་ལྟར་ཡིད་གཟིགས་ཡོད་པ་ཞུ།